ནམ་གླིང་སྒྱུ་གུང་ཁམས་བཟང། ཟླ་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་དྲུག་པའི་ཚེས་པ་གསུམ་ཉིན་གང་རེད་སོང་ཙང་ཟླ་དེ་རིང་གངས་སྐྱིད་སྲིད་སྐྱོང་ཚོགས་ཁང་ནང་ལོགས་ལ་ཡང་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་སྐབས་བཅུ་བདུན་པའི་བཀའ་བློན་རྣམས་ལྷན་རྒྱས་ནས་ཨ་ནི་བཙན་བྱོལ་བོད་མིའི་ཆེས་མཐོའི་ཁྲིམས་ཞིབ་པ་ཆེ་བའི་མདུན་ནས་ཨ་ནི་སྐབས་བཅུ་བདུན་པའི་བོད་མིའི་སྒྲིག་འཛུགས་ཀྱི། བཀའ་ཤག་གི་བཀའ་བློན་རྣམ་པས་ལས་འགུལ་གྱི་དམ་འབུལ་དེ་ཐུགས་བཞེས་ཞེ་གནང་སོང། དེ་དང་འབྲེལ་རྗེས་ཨ་ནི་དེ་རིང་གི་མཛད་སྒོ་གྲུབ་མ་ཐག་ལ་ཡང་ང་ཚོའི་བཀའ་བློན་སོ་སོའི་ཆེད་ལ་ཡང་ཆེད་དུ་བཅར་རྗེས་ཨ་ནི་མ་འོངས་ལོ་ལྔའི་ནང་ལོགས་ལ་ཡང་ཁོང་རྣམ་པས་ད་ཅིག་ལས་དོན་གཙོ་བོ་ག་རེའི་ཐོག་ལ་ཡང་ད་ཅིག་ཤུགས་སྐྱོན་ཡ་ཡིན་པ་དང་ད་ག་ནས་གཞན་མ་འོངས་ལོ་ལྔའི་རིང་གི་འཆར་སྣང་དེ་འདྲའི་ཇི་ཡོད་སྐོར་ལ་ཡང་ང་ཚོས་ཁོང་སོ་སོ་ལ་ཡང་ང་ཚོས་བཅར་འདྲི་ཞུས་ཡོད། ཐོག་མར་ངས་གོ་སྐབས་འདི་བརྒྱུད་རྗེས་གཙོ་བོ་དཔལ་ལྡན་སྲིད་སྐྱོང་མཆོག་གིས་ང་ལ། རེ་བ་ཆེན་པོ་ཞིག་བྱས་རྗེས་ཨ་ནེ་གོ་སྐབས་དེ་གནང་བ་རེད་ང་ལ་ཡིད་ཆེས་གནང་བ་རེད་དེའི་རྗེས་ནས་འོས་མི་བདུན་གནང་བ་རེད་ཨ་ནེ་མ་གའི་གྲོས་ཚོགས་ནང་ནས་ཀྱི་ང་ལ་རྒྱབ་སྐྱོར་གནང་མཁན་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་ད་ལྟ་དེ་རིང་ད་ལྟ་ང་ཚོ་ལས་ཀའི་སྐྱོན་རྒྱུ་རེད་ལས་ཀུ་ལས་ཁུངས་ག་པར་འཁེལ་གི་ཡོད་མེད་ཧ་གོ་མ་སོང་ཡིན་ནས་ཀྱི་ད་ལས་ཁུངས་ག་པར་སྐྱོ་བས་ནས་ཀྱི་འདས་པའི་ལོ་སུམ་ཅུ་སོ་གསུམ་ཙོ་ཅི་ང་ཚོ་ལས་ཞབས་ཇུས་ཞུས་རེད་ཉམས་མྱོང་ཡོད་རེད་ཨ་ནེ་གཙོ་བོ་ད་ལས་ཁུངས་ག་པར་འཁེལ་བ་ཡིན་ནས་ཀྱི་ལས་ཁུངས་འདི་ཀྱི་དྲུང་ཆེ་གཙོ་བོར་གྱུར་བས་ཨ་ནེ་ལས་བྱེད་ཚོ་མཉམ་དུ་གོ་བསྡུར་ཞུ་རྗེས་འབྱུང་འགྱུར་ལོ་ལྔའི་ཀྱི་ལས་དོན་གལ་ཆེ་ཆེ་ག་རེ་ཞུ་ཞུ་ཡ་འདུག་དེ་ཀྱི་གོ་བསྡུར་ཞུས་པའི་ཐོག་ནས་ཨ་ནེ་ཧུར་ཐག་པ་ཐག་ཞུ་ཡ་ཡིན་ཞུ་ཡ་ཡིན། ད་བོད་ཀྱི་རླུང་འཕྲིན་རྣམ་པ་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས། ད་ད་རིང་ང་ཚོས་བཀའ་བློན་གྱི་དམ་འབུལ་ཞུ་ཡག་འདི་སྐུ་རྒྱུན་ལྡན་གྱི་ང་ཚོའི་ལུགས་སྲོལ་ཅིག་རེད། འདི་ལ་ཡང་དམིགས་བསལ་ཚོར་བ་ཟེར་གྱིན་མི་འདུག་ད་ང་ཚོ་འདྲ་བོ་བྱས་ན་བོད་མི་སྒྲིག་འཛུགས་ནང་ལོ་སུམ་ཅུ་འདས་པ་སོང་ཙང་ནང་སྲིད་བཀའ་བློན་བརྒྱད་དགུ་ཞིག་གི་འོག་ལ་ལས་ཀ་བྱས་པ་ཡིན། ཨ་ནི་བཀའ་བློན་ཁྲི་པ་གཉིས་སྲིད་སྐྱོང་གཉིས་སོགས་ལ་ལས་ཀ་བྱས་པ་སོང་ཙང་ད་སྐུ་རྒྱུན་ལྡན་འདྲ་བོ་བྱེད་ཀྱི་ཚོར་བ་ཞིག་ཡོང་གི་འདུག། ད་ཡོང་རྒྱུ་ལོ་ལྔའི་ནང་ལ་ཡ་རྡོག་རྡོག་འདི་བྱེད་ཐུབ་ཀྱི་རེད་ལབ་ཡ་དེ་ད་ལྟ་ཞུ་ཚ་ཁག་པོ་ཞུ་གྱི་རེད་ད་ངའི་མི་ཚེ་ནང་ནས་མི་ཚེ་གི་ད་ལོ་སུམ་ཅུ་ཞབས་ཅིག་ནང་ལས་ཤུགས་ཆེ་ལོ་བཅོ་བརྒྱད་ཉི་ཤུ་ཅིག་ནང་སྲིད་ནང་བཏང་པ་རེད་ད་ནང་སྲིད་ནང་ལ་ད་ལྟ་ང་རང་དྲུང་ཆེ་ལས་ཐོག་ཡིན་པ་སོང་ད་དྲུང་ཆེ་ཆུ་ཚ་ཟེར་བ་སོང་ད་འདིའི་གི་ཁ་ཟེར་བ་ལས་ཀ

རོགས་སྐྱོར་བྱེད་ཡག་ཨ་ནི་ལྷག་པར་དུ་གཞོན་སྐྱེས་སྡེ་དགེ་འདི་དེང་རབས་དང་མཐུན་པའི་རིག་རྩལ་དང་ལག་རྩལ་སྦྱོང་པ་འདྲ་བྱས་ན་ང་ཚོ་ཉམ་ཐག་སྟེ་རིན་མེད་རིན་མེད་ཨ་ནི་མཐའ་རྫོགས་འགྲོ་ཡག་ཅིག་གི་རང་བཞིན་ཆགས་ཀྱི་ཡོད་དུས་གཞོན་སྐྱེས་འདི་ཨ་ནི་ལས་གཞི་འདི་ངས་གལ་ཆེན་པོ་ཞུ་བསྲིགས་ཡོད། དཔལ་ལྡན་སྲིད་སྐྱོང་མཆོག། བཀའ་ཤག་འདི་སྐབས་བཅུ་བདུན་དུ་གསར་པ་ཆགས་ཡོད་རེད་དེ་ཡིན་ནས་ད་སྲིད་སྐྱོང་རང་བྱང་ཡིན་དུས་ད་མི་བཀའ་ཤག་གོང་མའི་གི་འཆར་གཞི་འདི་གས་འདི་མཇུག་སྐྱོང་གནང་ཡག་དང་ཨ་ནི་སྐབས་དུས་སོ་སོ་སོ་ནང་ལ་ཡང་ལྷན་ཁང་ལ་ཡང་ད་ལས་ཀ་དགོས་འདུན་ག་རེ་བྱུང་ཡོད་ནས་འདིའི་ནང་ལ་ཡང་ད། གསར་གཏོད་བྱེད་དགོས་ཨེ་རེད་ལྟ་ཅི་ག་རེ་བྱུང་ཨེ་འདི་སྐད་དེ་ཚང་མ་ལྟ་ཅི། སྲིད་སྐྱོང་གི་ལམ་སྟོན་དང་བཀའ་ཤག་གིས་འདི་སྐད་བྱས་པ་གཞི་བཟུང་བྱེད་དགོས་ཨེ་ཅི་མ་གཞི་ད་ལྟ་ངས་དམིགས་བསལ་ཡང་འདི་དང་འདི་བྱེད་དགོས་རེད་ཟེར་བྱས་ནི་ཁྱེད་ཞུ་ཐུབ་ཨེ་མི་འདུག་ད་ཡིན་ནའི་གཙོ་བོ་ད་ལྟ་བཀའ་བློན་ལ་ཡང་འདེམས་ཐོན་བྱུང་ཡང་འདི་རེད་འདི་སྐད་དེ་ཚང་མ་གཙོ་བོ་གཅིག་ལྟ། ག་རེ་ལྟ་རྒྱ་རོ་མི་བྱེད་ཀྱི་ཐུགས་རྗེ་བཀའ་དྲིན་ལ་བལྟས་ནི་ལྟ་ང་ཚོ་འདུག་ཟུར་ལྟ་ང་དེ་རིང་འདི་བཀའ་བློན་ཕྱག་ནས་སྐད་ཆ་བཤད་ཡ་འདི་བྱུང་ཡ་འདི་རྒྱ་རོ་མི་བྱེད་ཐུགས་རྗེ་བཀའ་དྲིན་ཡིན་དུས་རྩ་ནས་ག་དུས་ཡིན་པ་ཡིན་ནའི་ལྟ་རྒྱ་རོ་མི་བྱེད་ཀྱི་བཀའ་སློབ། དང། རྒྱ་རོམ་བྱེད་ཀྱི་ལམ་སྟོན། རྒྱ་རོམ་བྱེད་ཀྱི་བཀའ་དྲིན་འདི་འདྲའི་སྙིང་ལ་བཅངས་བའི་ཐོག་ནས་ལྷན་ཁང་ག་རེ་བགོས་འགྲེམས་གནང་བ་ཡིན་ནས་འདི་ལ་ཡ་སོ་སོའི་ལས་ཀ་འདི་གལ་ཏེ་ལྷག་བསམ་རྣམ་དག་ཐོག་ནས་བྱེད་དགོས་བསམ་པའི་ཆོད་སེམས་བརྟན་པོ་ཡོད་ཞུ་ཡ་ཡིན། དང་ཐོག་དེ་རྣམ་པ་གླིང་གི་ཚང་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལྟ་རྣམ་པ་ལགས་ཀྱིས་གསུང་བ་ནང་བཞིན་རེད་ད་དེ་རིང་ང་ཚོས་ཁ་སང་བཀའ་བློན་འོས་འདེམས་བྱུང་རྗེས་དེ་རིང་ཞོགས་ཁས་དེ་དམ་འབུལ་གྱི་མཛད་སྒོ་དེ་ལེགས་པར་གྲུབ་ནས་ད་དེ་ད་བཀའ་ཤག་སྐབས་བཅུ་བདུན་པ་དེ་ད་ཆ་ཚང་འགྲོ་བཞིན་འདུག་ད་ཕེབས་ཐུབ་པ་དེ་བྱུང་བ་ལ་ང་རང་སྒེར་གྱི་ངོས་ནས་ན་ད་སེམས་ཚོར་ད་སྐྱིད་པོ་འགྲོ་བཞིན་འདུག་ཡིན་ནས་ད་གལ་ཆེ་ཤོས་འདི་ད་ད་ནང་ང་ཚོས་ལས་དོན་ཐོག་ལ་ཨ་ནི་འབད་བརྩོན་གནང་དགོས་འདི་ད་གལ་ཆེ་བ་ཞིག་རེད་ཨ་ནི་ལྷག་པར་དུ་ད་ད་བཀའ་ཤག་ལབ་དུས་བར་ཨ་ནི་བཀའ་ཤག་མཉམ་སྡུད་ཀྱི་འགན་ཞིག་ཡིན་དུས་ཨ་ནི་ལས་འཆར་དང་ལས་གཞི་ག་རེ་ཡིན་ན་མ་འོངས་པར་ལོ་ལྔའི་ནང་ལོགས་ལ་ང་ཚོས་ལས་འཆར་ལས་གཞི་ག་རེ་སྒྲིག་གི་ཡོད་ན་འདི་ཚང་མ་བཀའ་ཤག་ནང་ལོགས་ལ་གོ་བསྡུར་བྱང་ཤེས་གནང་བྱས་ཨ་ནི་འདི་ཅན་ཡོད་དམ་མིན་གྱི་ཨ་ནི་ཐག་གཅོད་དང་འདི་འདྲ་ཕྱིན་ནས་འདུག་བྱས་རེད། ད་ད་ལྟ་གནས་སྐབས་རེ་འགའ་ལ་བཀའ་བསྡུར་ད་བྱུང་བ་རེད་ད་ཡིན་ན་ད་ལྟ་བཀའ་ཤག་ད་ལྟ་འཚོགས་རྒྱུ་རེད་དེ་ཡིན་དུས་ཨ་ནི་ལས་ཁུངས་ག་རེ་ལ་བཀའ་བློན་ག་རེ་ཡིན་པ་འདི་ཨ་ནི་ཁོ་ཁྲིམས་ཐོག་ནས་ད་ལྟ་གསལ་བསྒྲགས་ད་ལྟ་བྱས་ཡོད་མ་རེད་བ་དེ་ཡིན་དུས་ཁོ་ཡང་འགྱུར་བ་ཐེབས་སྲིད་བ་ཅི་རེད་དེ་ཡིན་དུས་བཀའ་ཤག་ད་ང་ཚོ་འཚོགས་བ་ཡིན་ན་དེ་ནས་ཨ་ནི་ལས་ཁུངས་ག་བ་ག་བ་ཡིན་མེད་དེ་གཏན་འབེབས་གནང་ཨ་ནི་དེ་ཁྲིམས་ཐོག་ནས་མ་ཡིག་ཐོག་ལ་གསལ་བསྒྲགས་གནང་གི་རེད་བ་དེ་ནས་ཨ་ནི་གསལ་བོ་ཆགས་ཀྱི་རེད་སོང་ད་ལྟ་ང་ཚོས་ཤོད་ཐུབ་ཀྱི་མི་འདུག་བ་དེ་ཡིན་དུས་ད་གལ་ཆེ་ཤོས་དེ་ད་ང་ཚོ

སྲིད་སྐྱོང་གི་རེ་བ་ཆེ་ན་འདི་སྒང་ལ་ཡང་གྲོས་ཚོགས་ནས་མི་འདུག་གནང་རྗེས་ད་བཀའ་བློན་འཐེན་གྱི་ཡོད་དུས་མ་འོངས་པའི་ད་ལོ་ལྔ་དེའི་ནང་ལ་ཡང་ལས་བགོས་དེ་ད་ག་བ་ཐུགས་གཏན་འཁེལ་བ་ཡིན་ནས་འདི་གཙོ་བོ་དེ་དེའི་ལས་དབང་གི་ལས་བྱེད་ཚོ་དང་མཉམ་སྒྲུབ་བྱས་རྗེས་ཨ་ནི་ད་གཙོ་བོ་བཀའ་ཤག་མཉམ་སྡུད་ཀྱི་འགན་དབང་རེད་པ་ཨ་ནི་སྲིད་སྐྱོང་གི་ག་རེ་ལམ་སྟོན་བྱུང་ཡོད་ན་དེའི་ཐོག་ལ་ཧུར་ཐག་པ་ཐག་ཞུས་སམ་ས་རེ་ཞུས།

ནི་ཅིག་ལྷག་བསམ་རྣམ་དག་དང་ཆོད་སེམས་བརྟན་པོའི་ཐོག་ནས་སོ་སོས་ཅིག་ཞབས་ཞུ་ཞུ་ཐུབ་ཡག་གི་ནི་ཅིག་གྲ་སྒྲིག་ཆ་ཚང་བཟི་ཡོད། ཟླ་བཞི་ཚེས་ད་རིང་ལྟ་བུ་ཆ་མཚོན་མེད་ན་གངས་སྐྱིད་སྲིད་སྐྱོང་ཚོགས་ཁང་ནང་ལོང་ལ་ཡང་སྐབས་བཅུ་བདུན་པའི་བཀའ་བློན་ལྷན་རྒྱས་ཀྱི་ལས་འཁུར་དམ་འབུལ་དེ་ཚོགས་སུ་གྲུབ་པ་རེད་ད་ནང་བཞིན་དེའི་རྗེས་ནས་ནི་བཀའ་བློན་རྣམ་པ་ཚོ་རིམ་པས་ད་དེ་གའི་ལ་ཡང་ཅིག་རྟེན་འབྲེལ་གྱི་གནས་གཟིགས་ལ་ཕེབས་ཡག་རེད་ད་ནང་བཞིན་ཉིན་རྒྱབ་ནས་བཅས་ཁོང་རྣམས་ཚོ་ད་ལྟ་ཅིག་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོགས་ལ་ཡར་ལྟ་ཚོགས་ཞུགས་གནང་ཡག་གི་ལས་དོན་འདུག་གཏན་འཁེལ་རེ་བཞག་ལ་དང་ནས་བཞིན་སང་ཉིན་ཡིན་པའི་ཡིན་ནས་བཀའ་བློན་རྣམ་པ་ལྷན་རྒྱས་ཀྱི་སྐབས་བཅུ་བདུན་པའི་བཀའ་ཤག་གི་བཀའ་བློན་རྣམ་པ་ལྷན་རྒྱས་ཀྱི་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་གི་གསར་མཇལ་གྱི་འདུག་ཅེས་ཞུ་ཡག་གི་བྱ་གཞི་འདུག།